ཨ་ནི། འདི་ནམ་བཟོ་ལ་དགོངས་དག་ཞུ་ཡ་ཡིན་ག་ཡིན་ཟེར་ན་ང་རང་ད་ལྟ་སྒེར་གྱི་ད་ལྟ་ལས་དོན་གལ་ཆེན་པོ་ཅིག་ཡོད་འདི་ད་ལྟ་ཚར་མ་སོང་རུང་ཨ་ནི་འདི་གི་གྲ་སྒྲིག་འདྲ་བོ་ཅིག་བྱེད་ཅེས་ནས་ཨ་ནི་དེ་ལ་དེ་སྒོར་ཟེར་བ། ཨ་ནི། ད་འདི་ལས་དོན་འདི་ག་རེ་ཡིན་པ་ད་ཨ་ནི། འདི་གྲུབ་ཚར་བ་ཡིན་ན་ངས་ནམ་བཟོ་ལ་ང་རང་གི་བརྙན་ཐུང་ནང་ལ་ཤེར་བྱེད་ཀྱི་ཡིན་ལ་ནི་ཞུ་ཡ་ཡིན། ད་ད་རིང་གི་བརྙན་ཐུང་འདིའི་རྣམ་པ་ཚོ་ལ་ག་རེ་སྐོར་ཞུ་དགོས་བསམ་ཟླ་བ་ཡིན་ན། ད་ལྟའི་ང་རང་གི། སེམས་ལ་ཡང་ཚོར་སྣང་འདྲ་བོ་ཞིག་ཁ་སང། ཉི་མ་མང་པོ་ཅིག་སྔོན་ལ་ད་ང་རང་གི་བརྙན་ཐུང་མང་པོ་ཅིག་བརྗེས་ཟེར། ཨ་འདི་ནང་ལོགས་ལ་ཡང་ད་གནས་ཚུལ་མང་པོ་ཅིག་འགྲོ་བསྡད་ཤག། འདི་ནང་ལོགས་ནས་ནི་ང་རང་སྒེར་གྱི། ད་ཅིག་གནས་ཚུལ་འདི་ཚོ་སྐོར་ལ་ཡང་བལྟས་ཚེ་མ་ཤེས་བ་ཡིན་ན། ཡང་ཏན་ཏན་རྣམ་པ་ཚོ་མི་མང་ཚོ་ལ་བལྟས་ཚེ་ཐུགས་འགན་གསོས་པ་ཡོང་གི་རེད་བསམ་རྗེས་ཨེ་ང་རང་གིས་ད་ལན་གལ་ཆེན་དོན་ཆེན་རྩིས་བྱས་ནས་འདི་སྐོར་ལ་བཤད་འོ་བསམ་སོང། དེའི་སྐབས་ལ་ང་རང་སྒེར་གྱི་ད་ལྟ་གནས་ཚུལ་ཁག་ཤེས་སུ་འདུག་ད་སྤྱི་བཏང་ནས་གནས་ཚུལ་ག་རེ་སྐོར་ལ་བཤད་ཡས་ཡིན་པ་དེ་ཕལ་ཆེར་རྣམ་པ་ཚོ་གིས་ངེད་ཀྱིས་ད་ལྟ་དབྱིན་ཇི་སྐད་དེ་མ་བཟོ་ན་ཐམ་ནིལ་ཡོད་རེད་བ་ཨ་ནི། ངེད་ཀྱི་བརྙན་ཐུང་གི་མདུན་ཤོག་དེ་གཟིགས་བྱས་ནས་རྣམ་པ་ཚོ་ཕལ་ཆེན་ཧ་གོ་ཚར་ཡོད་ཀྱི་རེད་སོང་ཙང་ངས་འདི་སྐོར་ལ་ཨ་ནི། གནས་ཚུལ་ཁ་ཤས་ཞུས་བྱ་ན་བསམས་སོ། ད་གནས་ཚུལ་དང་པོ་དེ་ག་རེ་སྐོར་ཡིན་ལབ་བ་ཡིན་ན། འདི། གནས་ཚུལ་འདི་ངས་དེ་སྔ་ང་རང་གི་བརྙན་ཐུང་རྙིང་པ་ལ་ཡིན་ངེས་ཞུས་ཡིན། ད་ལྟ་ང་རང་ཚོ་གི་ཅིག་ཆབ་སྲིད་སྐོར་ལ་ཡ་ད་ད་ཅིག་བརྙན་ཐུང་བཟོས་བསྡད་ངས་དངོས་གནས་ཆབ་སྲིད་དེ་ཚོ་ཡག་པོ་མཁྱེན་ངེས། ཨཱ་ནི་སྤྱི་ཚོགས་ནང་ལ་དངོས་གནས་ཆབ་སྲིད་ཀྱི་གོ་རྟོགས་ཡག་པོ་སྤེལ་ཐུབ་ངེས་དེ་འདྲ་མང་པོ་འདུག་བརྙན་ཐུང་བཟོས་ངེས། ཡིན་ནའང་རྣམ་པ་ཚོ་གི་ཐུགས་ལ་ག་རེ་བཞག་གོ་སླ་བ་ཡིན་ན། རྣམ་པ་ཚོགས་ཀྱིས་ཆབ་སྲིད་ཐོག་ལ་གོ་རྟོགས་ཡག་པོ་སྤེལ་བཞིན་པ་ནང་བཞིན་ཡིན་ན་རྣམ་པ་ཚོགས་ཀྱིས་ཡང་སྐྱོན་ག་བ་ཤོར་གོ་སླ་བ་ཡིན་ན་ད་ལྟ་ང་ཚོའི་གིས་ང་རང་ཚོ་བོད་པའི་ནང་ཁུལ་ཡ་གཅིག་ཅིག་ཆོག་ཤེས་འདྲ་བོ་བཟོས་བཞག་གི་འདུག་བ་དཔེར་ན། དར་ནག་ལ་ཡ་འདྲ་བོ་དང་དར་དམར་ལ་ཡ་འདྲ་བོ་དང་ཨ་ནི་ཅིག་གཞི་རིམ་མི་མང་ལ་ཡ་འདྲ་བོ་དང་འདི་འདྲས་ཀྱི་ཅིག་དབྱེ་བ་ཅིག་བཟོས་གི་འདུག་བ་འདི་རྣམ་པ་ཚོ་མ་བཟོས་ན་ཡག་པོ་ཡོད་རེད་བསམ་གི་འདུག་ངེད་ཀྱིས་འདི་གིས་ག་རེ་ཁྱེད་རང་ཁྱེད་རང་ཚོ་གི་རེ་བ། གནས་ཚུལ་ག་རེ་སྐོར་ལ་ཆབ་སྲིད་ག་རེ་སྐོར་ལ་གོ་རྟོགས་ཅིག་སྤེལ་ཡས་ཆེད་དུ་ལ་ཡ་ཅིག་བཤད་ཡས་རྙེད་ལ་ཡ་ཁྱེད་རང་ཚོ་རང་གི་ང་རང་ཚོ་བོད་མིའི་ནང་ཁུལ་ལ་ཡ་ཤོ་ག་ཅིག་བཟོས་བཞག་གི་འདུག་དང་པོ་རང་ནས་ཨ་འདི་བཟོས་ཚར་དུ་ཙམ་པ་ལ་མི་མང་མང་པོ་ཅིག་འདི་ག་ལ་ཐེ་ཚོམ་འགྲོ་བཞག་གི་འདུག་བ་དར་ནག་མི་མང་ལ་ན་སུ་ལ་ལ་གོ་རེད་དར་དམར་ལ་ན་སུ་ལ་ལ་གོ་རེད། ཨ་ནི་ཁ་ཤས་ཀྱིས་བོད་སྐོར་ཨ་ནི་ཚིག་བོད། དངོས་གནས་ཅིག་བེད་སྤྱོད་ལོག་པ་ཞིག་དེ་འདྲ་གཏང་གི་འདུག་བ་ཤ་ར་མི་མ་ལ་ཡ་འདྲ་བོ་དང་དེ་འདྲ་ལབ་གི་འདུག་བ་དེ་ཚོ་ལྟས་ཅིག་རྣམ་པ་ཚོ་བཟོད་བསྲན་གནང་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ད་ད་ལྟ་ང་རང་ཚོ་སྤྱི་ཚོགས་འདིར་བ་ཚ་འཚུབ་པོ་ཡག་པོ་འགྲོ་ཡས་ཀྱི་བསམ་བློ་གཏང་དགོས་རེད་བོད་མི་ཚང་མ་རྡོག་རྩ་གཅིག་སྒྲིལ་བྱེད་ཡས་ཀྱི་ད་ཨ་ནི་ཅིག་གཅིག་གཅིག་ལ་སྐྱོན་མ་བཙུགས་ཡས་ད་དེ་འདྲས་ཀྱི་ཨ་ནི་བསམ་བློ་ཅིག་ཁྱེད་བྱས་ནས་རྣམ་པ་ཚོ་གི་ཨ་ནི་ཅིག་བཤད་ཐུབ་བ་ཡིན་ན་བསྟན་ཏེ། ཡག་པོ་ཡོད་རེད་བསམ་གྱི་འདུག་སོང་ད་ལྟ་འབུལ་གྱི་ད་ག་རང་ཡིན། གཅིག་གིས་མ་འོངས་པ་ཆབ་སྲིད་སྐོར་ལ་གཅིག་བརྙན་ཐུང་བཟོས་ངེས་ཡིན་ན་རེད་ཨ་ནི། གཅིག་མི་མང་ཕན་ཡན་ཆད་དུ་ལ་ཡ་ནི་བསམ་འཆར་གཅིག་ཕུལ་ཡ་ཡིན་ན་རེད་གང་ལྟར་ཚིག་འདི་དྲངས་ཏེ་ང་རང་ཚོ་བོད་པའི་ནང་ཁུལ་ལ་ཡ་བེད་སྤྱོད་མ་བྱེད་རོགས་གནང་ལ་ནི་འབུལ་གྱི་ཞུ་ཡ་ཡིན་ཏེ་གཅིག་ངས་དོན་ཚན། གཉིས་པ་དེ་ད་ལྟ་ག་རེ་ཞུ་དགོས་བསམ་ཟིན་ལ་བ་ཡིན་ན་ད་ལྟ་ངེད་ཅག། ད་ལྟ་བརྙན་ཐུང་བཟོས་ངེས་ཁ་ཤས་ཞིག་འདུག་ཁོ་རང་ཚོ་གིས་ཡང་གཅིག་གིས། ང་རང་ཚོདང་ད་ལྟའི་ཆ་ལ་ཡང་ང་རང་ཚོ་གི་སྤྱི་ཚོགས་དྲ་ལམ་ནང་ལ་ཡ་གཅིག་གི་བརྙན་ཐུང་བཟོས་ངེས་དངོས་གནས་ཧང་སང་ཡ་བོད་པའི་ནང་བརྙན་ཐུང་བཟོས་ངེས་ལྟ་གཅིག་གཅིག་ལ་ལྟ་ནས་སྤྲོ་བ་སྐྱེས་བྱས་ནས། ཁ་མེད་དེ་མེད་ད་ང་ད་ལྟའི་ཆ་ལ་ཡང་ང་རང་ཚོ་བོད་པའི་གི་ད་ཡུལ་ཀྲུ་པར་ལ་ན་མི་འདུག་བརྙན་ཐུང་བཟོས་ངེས་ལ་ན་དཔེ་མང་པོ་ཆགས་བསྡད་པ་རེད། ཨ་ནི་སོང་ཙང་ཡང་རེ་ཟུང་གཅིག་གིས་གཅིག་གི། བརྙན་ཐུང་བཟོས་ངས་གསར་བ་དག་རྙིང་པ་ལ་འདུག་སེ་ཡན་ཅན་གཅིག་བྱེད་ཀྱི་འདུག་དེ་ཡང་ངས་ཏན་ཏན་ཡག་པོ་ཞིག་མཐོང་མ་སོང་ཨ་རྣམ་པ་ཚོ་མ་འོངས་པ་ཡིན་ན་ཡང་གཅིག་གི་འདི་འདྲའི་ཐོག་ལས་རྣམ་པ་ཚོ་ཡང་ཐུགས་བསམ་བཞེས་བྱས་ནས་འདི་ཐོག་ལ་འདི་འདྲའི་བཀའ་མོལ་མ་གནང་ན་ཡག་པོ་འོས་རེད་བསམ་གྱི་འདུག་ད་ལྟ་བརྙན་ཐུང་བཟོ་མཁན་ཁ་ཤས་ཀྱིས་ཡང་འདི་གསུང་གི་འདུག་བ། ད་ལྟ་བརྙན་ཐུང་བཟོས་མཁན་གསར་བ་ཚོ་གིས་ནི་བརྗོད་གཞི་འདི་འདྲའི་སྐོར་ལ་བཟོས་བཞག་བརྙན་ཐུང་བཟོས་མཁན་རྙིང་པ་དེ་ཚོ་འདི་འདྲ་མ་རེད་བཞག་ང་ཚོ་རྙིང་པ་ནང་ལོག་ནས་ནི་བཟོས་མཁན་དེ་འདྲ་མི་འདུག་དེ་ལའེ་ཏུ་ཨ་འདི་ཡང་ང་རང་གི་སྤྱི་ཚོགས་ནང་ལ་འདི་ཡག་པོ་ཅིག་མི་འདུག་བསམ་གི་འདུག་གལ་སྲིད་རྣམ་པ་ཚོ་གིས་འདི་འདྲའི་བཟོས་བ་ཡིན་ན་ཡང་ཅིག་ང་རང་ཚོ་བོད་པའི་ནང་ལོག་ལ་བརྙན་ཐུང་བཟོས་མཁན་ནང་ལོག་ལ་ཡང་གསར་བ་དང་རྙིང་པ་ལ་ནི་ཅིག་ད་ལྟ་བར་དུ་ད་ང་རང་ཚོ་གི་རྙོག་དྲ་ཟེར་མཁན་ཡོད་མ་རེད་རྙོག་དྲ་ལ་འོ་རོགས་ད་ད་ལྟ་བར་དུ་ལ་ཡང་འདི་འདྲའི་གི་ང་རང་ཚོ་གི་ཅིག་གི། སྣང་བ་རྣམ་རྟོག་ཡོད་མ་རེད་ཚང་མའི་གིས་གཅིག་རྙིང་པ་ཚོ་ཡིན་ན་གསར་བ་ཚོ་ལ་རྒྱབ་སྐྱོར་བྱིན་ཡས་དག་གསར་བ་ཚོ་ཡིན་ན་རྙིང་པའི་གིས་གཅིག་རྙིང་པ་ཚོ་གི་བརྙན་ཐུང་བཟོས་སྟངས་དག་དེ་བ་ལ་ལྟ་བྱས་ན་གཅིག་རྒྱབ་སྐྱོར་བྱིན་འགྲོ་འདི་གོར་བ་ལྟ་ཡང་འདུག་སི་ཡན་ཅན་གྱི་ཞི་དུལ་ཙམ་པོ་ལ་ཡང་འདི་གིས་ཡང་གཅིག་གིས་ང་རང་ཚོ་སྤྱི་ཚོགས་ནང་ལ་ཡང་གཅིག་ཅིག། འགལ་ཟླ་དང་མ་སོ་ན་ཅིག་དེ་འདྲའི་བཟོད་ཡས་ཀྱི་ཉེན་ཁ་འདུག་ལ་ནི་ཞུ་ཡས་ཡིན་སོང་ཙང། མ་འོང་པ་ཨ་ནི་བརྙན་ཐུང་བཟོད་ངས་སུ་འདྲ་ཅིག་ཡིན་པ་ཡིན་ན་འདི་འདྲ་བས་ཀྱི་ཚིག་དེ་བེད་སྤྱོད་མ་བྱེད་རོགས་གནང་ལ་ནི་ང་རང་གི་འབུལ་སྐུལ་ཞུ་ཡས་ཡིན། དེ་ཅིག་ཞུ་དགོས་བསམ་སོང། གསུམ་པ་དེའི་བརྗོད་གཞི་ག་རི་སྐོར་ཡིན་ལབ་བ་ཡིན་ན། ད་ད་ད། ཡང་བརྙན་ཐུང་བཟོད་ངས་ཁ་ཤས་ཅིག་གི་ག་རི་གསུང་ཁུལ་དུ་ལབ་བ་ཡིན་ན། ད་ད་ད། སྤྱི་བཏང་ནས་ད་ང་ཚོ་དེ་འདྲའི་རུ་བ། བརྙན་ཐུང་ལ་ཡས་དེ་ལྟད་མོ་འདྲ་བོ་རུ་བ་ང་རང་ཚོ་གི་ཨ་ནི། བརྙན་ཐུང་བཟོས་མཁན་མང་པོ་ཡོད་དུས་བརྩམས་པ་ལ་ང་རང་ཚོ་བོད་པའི་གི་བརྙན་ཐུང་བཟོས་མཁན་ནང་ལ་ད་ཁ་ཤས་བརྙན་ཐུང་གཟིགས་མཁན་གི་གཟིགས་མོ་བ་ཚོ་གི་སོ་སོའི་གི་སྣང་བ་འགྲོ་ས་སོ་སོའི་གི་དངོས་གནས་འདོད་པ་ཡོད་ས་དུས་རྒྱུན་དུ་ཡ་ནི་བརྙན་ཐུང་གཅིག་གི་སོ་སོའི་སྣང་བ་འགྲོ་ས་དེ་ལ་དུས་རྒྱུན་དུ་ཡ་ནི་ཁོ་རང་གི་བརྙན་ཐུང་དེ་རྟག་པར་ཕ་ཆུང་ངུ་གི་བརྙན་ཐུང་དེ་ལྟ་དེ་ལྟ་བརྙན་ཐུང་གསར་བ་ལ་སྒུག་དེ་སྒུག་རེ་བ་ཨན་དེ་འདྲས་གཅིག་ལྟ་གཉིས་ལྟ་གསུམ་ལྟ་དེ་འདྲས་བྱས་ནས་སོ་སོའི་སེམས་པ་ལ་ཡལ་སྤྲོ་བ་ཅིག་སླེབས་དུས་ཙམ་པ་ལ་ནི་ཕ་ཆུང་ངུ་དང་ནི་སེམས་ཐག་ཉེ་བོ་ཆགས་འགྲོ་དགོས་རེ་བ། སེམས་ཐག་ཉེ་བོ་ཆགས་དུས་ཙམ་པ་ལ་ཡང་ནི་ཕ་ཆུང་ངུ་ལ་ཅིག་སོ་སོའི་འདོད་པའི་དངོས་ནས་ནི་ཅིག་ཕ་ཆུང་ངུ་ལ་ཅིག་བརྙན་པ་སྤྲད་ཡས་ཡིན་ན་རེད་ཨ་ནི་དཔལ་འབྱོར་མ་ཕུལ་ཡས་ཡིན་ན་རེད་ཨན་དེ། རང་བཞིན་གྱི་ཆ་གི་རེད་དཔེར་ན་ང་ཚོ་འདྲ་བོ་ཡིན་ན་ཅིག་ང་ཚོ་ཆུང་ཆུང་ག་ལ་སོ་སོ་རྒྱ་གར་གྱི་གློག་བརྙན་དེ་ཚོ་ལྟ་འདུག་ཙམ་པོ་ལ་ཡ་ཅིག། གློག་བརྙན་དེ་རྫུན་མ་ཡིན་པ་ད་ཧ་གོ་གོ་ར་ང་ཚོའི་གི། ཡིན་ན་ཡང་ཁོ་ཅིག་ཕ་ཆོས་ངོ་ལ་ཅིག། ཆུ་ཚོད་གསུམ་རེ་ང་བརྙན་ཐུང་དེ་ལྟ་འདུག་ཙམ་པ་ལས་སོ་སོ་སེམས་པ་ལ་ཡ་ཅིག་སྤྲོ་སྣང་ཅིག་སླེ་བྱས་ནས་ནི་ཕ་ཆོས་ངོ་གི་གང་ཟག་དེ་ལ་ཡ་སེམས་ནས་ནི་རང་བཞིན་གྱི་འདོད་པ་ཅིག་སླེ་གི་འདུག་ཨ། འདོད་པ་ཅིག་ལི་དུ་ཙམ་པ་ལི་ཡ་ནི་ཕ་ཆོས་ངོ་དེ་ཅིག་མཐོང་ཡས་ཀྱི་ཐབས་ཤེས་བྱེད་ཡས་དང་ཕ་ཆོས་ངོ་ཐུག་ཡས་ཀྱི་ཐབས་ཤེས་བྱེད་ཡས་དང་ད་དེ་སྤྱི་ཚོགས་ཀྱི་འགྲོ་སྟངས་རེད་དེ་རང་བཞིན་གྱི་ཆགས་ཀྱི་རེད་སོང་ཙང་ད་ད་ལྟ་ཡང་བརྙན་ཐུང་བཟོ་མཁན་ཁ་ཤས་ཀྱིས་ལར་ན་ཡང་ཅིག་བརྙན་ཐུང་གཟིགས་མཁན་ཚོ་ལི་ཡ་ནི་ཅིག་གཅིག་གིས་དང། སོ་སོའི་གི་འདོད་པའི་སྔོན་ནས་ཡང་གཅིག་ཕ་ཆུང་ངོ་བརྙན་ཐུང་བཟོས་ངེས་སོ་སོ་རྣ་བ་འགྲོ་མ་འགྲོ་འདི་ཚོ་ལ་ཡང་གཅིག་གི་དཔལ་འབྱོར་ཐོག་ནས་རོགས་རམ་བྱེད་ཡས་ཡིན་ན་རེད་ཡང་བརྙན་པ་དེ་འདྲས་སོ་སོ་གི་ཕུལ་ཡས་ཡིན་ན་རེད་ཨ་འདི་ཚོ་ཡང་གཅིག་གི། གཅིག་གི། དེ་འདྲས་མ་ཕྱིན་ན་ཡག་པོ་ཡོད་རེད་ལ་ཡས་དེ་ངས་ཏག་ཏག་ཅིག་བསྡད་གི་མི་འདུག་བསམ་གི་འདུག་ག་རེ་ཡིན་ཟེར་བ་ཡིན་ན། མི་སོ་སོ་ཁམས་དང་མོས་པ་སྣ་ཚོགས་རེད་རེད་བ་མི་ཚང་མ་སོ་སོ་འདོད་པ་ཁ་ཁ་ཡོད་རེད་ཨ་སོ་སོ་སོ་གི་གཅིག་གློག་བརྙན་བཟོས་ངེས། ཚང་མ་གཅིག་ལ་དགའ་དགོས་དེ་འདྲའི་ཁྱབ་པ་ཡོད་མ་རུང་བ། སོ་སོ་སོ་གི་སྣང་བ་འགྲོ་ས་ཁག་ཁག་ཡོད་རེད་སོ་སོ་སོ་གི་ལྟ་ས་ཁག་ཁག་ཡོད་རེད་ཨ་འདི་ཚོ་སོ་སོའི་འདོད་པའི་དངོས་ནས་ཨ་ཅིག་ཕ་ཆོག་ངོ་ལ་ཡ་ཅིག་ལག་རྟགས་འབྲི་ཡས་ཡིན་ན་རེད་བརྙན་པ་ཕུལ་ཡས་ཡིན་ན་རེད་ཨ་ནི་དཔལ་འབྱོར་ཐོག་ནས་ལྟས་ས་རྒྱབ་སྐྱོར་བྱེད་ཡས་ཡིན་ན་རེད་དེ་ཕ་ཆོག་ངོ་གང་ཟག་གཟིགས་མོ་གཟིགས་ངན་ཚོ་གི་འདོད་པ་རོ་བ་ཨ་འདི་ང་ཚོ་གི་དེ་འདྲའི་ཁྱེད་རང་ཚོ་མ་གནང་རོགས་ལ་ན་ཨ་ནི་ཏག་ཏག་ཅིག་ག་ར་ང་རང་ཚོ་གི་ད་ལྟ་དམངས་གཙོ་ད་ཏག་ཏག་ཅིག་བསྡད་གི་མི་འདུག་བསམ་གི་འདུག་རོ་བ་ཨ་འདི་ཡང་ལྟས་ས། ཁོ་འདི་ཡང་ཏག་ཏག་ཅིག་ངེས་ཀྱི་བསྡད་ཀྱི་མི་འདུག་བསམ་ཁུལ་དུ་ང་རང་བསམ་ཚུལ་ནི། སོང་ཙང་ང་རང་ཚོ་བི་བར་འདི་ཚོ་ཡིས་སོ་སོར་སྙིང་རྗེ་བརྙན་ཐུང་བཟོས་ངན་ཚོ་ལ་སོ་སོར་རྣ་བ་འབྲུག་གུ་རྣ་བ་འབྲུ་བ་ན་བཞིན་ཁོ་རང་ཚོ་གིས་སོ་སོ་གི་སེམས་པས་མ་བཟོད་ནས་ཅིག་འདི་ཐོ་དཔེ་འཇོག་ཐོ་ནས་ཁོ་རང་ཚོ་གིས་ནི་སོ་སོ་ངོས་ནས་ཅིག་རྒྱབ་སྐྱོར་བྱེད་ཡས་ད་ཡང་ན་ནི་ཅིག་བརྙན་པ་ད་ལག་ད་ད་འདི་འདྲའི་ཀྲི་གུ་རེད་འདི་ཀྲི་ཡས་གི་ལུགས་སྲོལ་ཡོད་རེད་འདི་སོ་སོ་འདོད་པ་ཡོད་ན་ཕ་ཆུང་ངོ་གི་ཀྲི་གུ་རེད་འདི་ཚོ་མ་ཀྲི་ན་ཡག་པོ་ཡོད་རེད་འདྲ་བོ་འདི་འདྲའི་ལ་སོ་ན་ཨ་ནི་ཡ། འདི་ཏག་ཏག་གི་འདི་གོ་མ་རེད་བསམ་གི་འདུག་སོང་ཙང་ངས་ཞུ་ཡས་ག་རེ་ཡིན་ད་གང་ལྟར་སྙིང་རྗེ་ང་རང་ཚོ་གློ་བརྙན་འཐུང་ཟིན་ངའི་ཚོ་གིས་ཁོ་རང་ཚོ་གི་ཁམས་དང་མོས་པ་འདོད་པ་ག་རེ་ཡོད་བ་འདི་ཨ་འདི་ཁོ་རང་ཚོ་ལ་བྱེད་བཅུག་ན་ཡག་པོ་ཡོད་རེད་བསམ་གི་འདུར་བ་སྤྱི་ལྟང་ནས་ང་རང་ཚོ་བརྙན་འཐུང་ཟིན་ངའི་ཚོ་ཡིན་ནའི་ཁོ་རང་ཚོ་མི་ཚང་མ་མི་ལྐུག་པ་དེ་འདྲ་ནི་སུ་གཅིག་ཡོད་མ་རེད་རེད་བ་ང་ཚོ་བརྙན་ཐུང་བཟོས་མཁན་ལས་བརྙན་ཐུང་གཟིགས་མཁན་དེ་ཚོ་སྤྱང་ང་དང་གྲུང་ང་དང་བསམ་བློ་བཏང་ཐང་ཁྱད་ཡོད་རེད་བསམ་གི་འདུག་ཨ་ནི་ཁོ་རང་ཚོ་གི་བསམ་བློ་ཅིག་བཏང་བྱས་ནས་ཨ་ནི་ཕ་ཆོག་ངོ་ལ་ཅིག་སོ་སོའི་གི་འདོད་པ་ཨ་ནི་འདོད་པ་ཁེངས་དུས་ཙམ་པ་ལ་ཨ་ནི་ཕ་ཆོག་སེམས་སོ་སོ་སེམས་པ་དངོས་ནས་ཨ་ནི་ཅིག་ཕ་ཆོག་ངོ་ལ་རོགས་པ་བྱེད་ཡས་ད་ག་རིགས་ན་བྱེད་གི་འོ་རེད་བསམ་གི་འདུག་སོང་ཙང་ཨ་ནི་འདིའི་ཐོག་ལ་ཡ་ཨ་ནི་བརྙན་ཐུང་གཟིགས་མཁན་ཁོ་རང་ཚོ་རང་ལ་ལག་པ་ལ་བཞག་ན་ཡག་པོ་ཡོད་རེད་བསམ་གི་འདུག་དེ་ཚོ་ལ་ང་རང་ཚོ་གི་ཡང་འདི་བྱེད་ཆོག་རེད་འདི་བྱེད་ན་ཡག་པོ་ཡོད་རེད་འདི་བྱེད་ན་ཡག་པོ་མེད་རེད་ལབ་ན་ནི་ཡང་ཏག་ཏག་ཞིག་བསྡད་གི་འོ་མ་རེད་བསམ་གི་འདུག་ཨོ་དོན་ཚན་གཅིག་འདི་སྐོར་ལ་ཞུ་དགོས་བསམ་སོང་ད་མཐའ་དོན་འདི་ཨ་ད་རྣམ་པ་ཚོ་མང་པོ་བཟི་ཡོད་རེད་ད་ལྟའི་ཆ་ལ་ཡ་གཅིག་གི་ང་རང་ཚོའི་གི་སྤྱི་ཚོགས་དྲ་ལམ་ནང་ལ་ད་ད་ལྟ་གནས་ཚུལ་གསར་ཤོས་དང་མ་སོང་ན་ད་ང་རང་ཚོ་ད་ལྟ་ཉིན་རྗེ་ད་ད་ཚེ་ལ་ད་ཆོས་བཟང་གི་ད་ད་གནས་ཚུལ་དུ་འགྲོ་བཞིན་པ་རེད། ཨན་དེ་ལ་ཡ། ང་རང་སྒེར་གྱི་ངོས་ནས་ཧ་ཅང་གི་བློ་ཕམ་ཡོད་ལ་ནི་ཞུ་བས་ཡིན། ང་རང་དུས་རྒྱུན་དུ། ཁོ་རང་གི་བརྙན་ཐུང་ལྟ་གི་ཡོད་རེད་བ། ཨན་ལྟ་ནས། པ་ར་ཅིག་ལ་ཁོ་རང་ད་ནག་སྙིང་རྗེ། ཕ་ཆོས་ངོ་མཉམ་པོ་ལས་ད་ཅིག་གི་བཟའ་ཟླ་གསར་བ་ཅིག་ཐུག་བྱས་ནས་ནི་མི་ཚེ་གསར་བ་ཅིག་སྐྱེལ་དུས་ཙམ་པ་ལ་ཨ་ཙི། སྙིང་རྗེ་བྱ་བ་ལམ་འགྲོ་ཡོང་བ་ད་ཅིག་སོ་སོ་ཅིག་གི། ཁོ་རང་གཉིས་འཆམ་མཐུན་ཡོང་བ་དང་དེ་འབྲེལ་གྱི་བརྙན་ཐུང་དང་པོ་ཁོ་རང་ནས་ང་རང་གི་འདུག་སེམས་ནས་སྨོན་ལམ་རྒྱག་ཡིན་རེད་བ། ད་ཡིན་ན། མི་སྲིད་ངན་དེ་ལས་དབང་རྐྱེན་གྱིས་ད་ཅིག་གི་ག་འདྲས་ཡིན་ན་ཅིག་ཡང། ཁོ། འགྲིག་དང་མ་འགྲིག་ཡོང་སྲིད་ཀྱི་རེད་བ་ད་ད་ལན་ལས་དབང་རྐྱེན་གྱིས་ཁོ་རང་ཚོ་བཟའ་ཚང་གཉིས་ཨ་ནི། འགྲིག་ཡོད་མ་རེད་ཡིན་ན་འདིའི་སྐོར་ལ་ང་ཚིག་གཅིག་ཞུ་ཡས་མེད། ང་རང། ག་ཡིན་སྲིད་ན། བདེན་པ་ཟེར་མཁན་དེ་ད་ཁོ་རང་ཉིད་མ་གཏོགས་ཅི་ང་ཚོའི་ཕྱི་ལོག་ལ་འདུག་བསྡད་ནས་ལྟ་བསྡད་མཁན་ཚོ་གིས་ང་ཚོའི་གི་བདེན་པ་ཁྱེད་ཀྱིས་ཧ་གོ་གི་མ་རེད་སོང་ཙང། ཨ་ནི། འདི་སྐོར་ལ་དམིགས་བསལ་གྱེས་ཞུ་ཡས་མེད་ལ་ནི་ཞུ་ཡས་ཡིན་ཡིན་ན་བློ་ཕམ་བྱུང་ལ་ནི་ཞུ་ཡས་ཡིན་ཁོ་རང་སྙིང་རྗེ་ད། བཟའ་ཚང། གཉིས་པ་དེ་རག་བྱས་ནས་དངོས་གནས་གཅིག། མི་ཚེ་ཡག་པོ་ཅིག་སྐྱེལ་ན་བསམ་ནས། འདོད་པ་འདི་བྱུང་སོང་ཡིན་ན་ད་བྱུང་མ་སོང། འོ་འདི་བཞུགས་བསམ་སོང། ཨ་ནི། ད་འདི་ཐོས་ལ་དམིགས་བསལ་གྱི་བཞུགས་དགོས་ཡ་ད་ག་རང་ཡིན་ང་རང་གི་ད་ད་ངོ་ཤེས་མ་བརྙན་ཐུང་བཟོས་མཁན་དེ་འདྲ་ཡོད་ཁོ་ཚོ་ཚོས་ཡང་ནས་ཡང་དྲིས་ཀྱི་འདུག་ཁྱེད་རང་གིས་འདི་སྐོར་ལ་བརྙན་ཐུང་དམིགས་བསལ་བཟོས་མ་སོང་ཨ་འདྲ་བོ་ལབ་ཀྱི་འདུག་ཨ་ནི་ངེད་ཀྱི་བཞུགས་ཡ་ད་ག་རང་ཡིན། བརྙན་ཐུང་བཟོས་ལ་ཡ་དེ་ཚོ་བལྟས་ཚེ་ཨ་ལས་ཕ་ཆུང་ངུ་གནས་ཚུལ་དེ་གནས་སྟངས་དེ་ཚོ་ཡག་པོ་ཅིག་ཁྱེར་ནས་ནི་བཟོས་པ་ཡིན་ན་ཨ་ནི་ཅེས་མི་མང་ལ་ཡི་དུས་མཁན་གསོལ་བ་ད་ཡང། གང་ཟག་ལ། སུ་ལ་ཡིན་ན་ཅིག་ཐུགས་འགན་གསོལ་བ་ཅིག་གུ་གུ་འོར་བ། ཅིག་གནས་ཚུལ་ཧ་གོ་ལ་མ་གོ་ལ་ཅིག་བཤད་བྱས་ན་སྤྱི་ཚོགས་འདི་འབངས་བརྡབ་སིལ་བཏང་བྱས་ན་ཨན་ཏི། ཨ་ནི། ཕན་ཧན་ལས་གནོད་ཆེ་ཡོད་རེད་བསམ་གི་འདུག་དེ་ཅིག་ཞུ་བསམ་སོང་ད་གང་ལྟར་མཐའ་དོན་ང་རང་ད་ག་རང་ཡིན་ཨ་ནི་བྱུང་ན་ད། རྣམ་པ་གཉིས། ཅིག་ཡང་སྒོ་ནས་དུག་འཆམ་མཐུན་གྱི་རྣམ་པ་ཅིག་སྟོན་བྱེད་ནས་འབྲི་ཐུབ་བ་ཡིན་ན། ང་རང་གིས་སྨོན་ལམ་འདི་རྒྱག་གི་ཡོད། ད་འགྲིག་མ་ཐུབ་བ་ཡིན་ན་རྣམ་པ་ཁྱེད་རང་གཉིས་ཀ་དངོས་གནས་ད་ཅིག་ཅིག་ལ་ཅིག་སོ་སོ་དངོས་གནས་ཅིག་ཡག་མ་ནི་ཅིག་བཤད་ཡས་ད་ཡག་མ་ཅིག་ཅིག་སྡུག་ཆགས་བཤད་ཡས་ད་འདི་ཚོ་མ་སོ་སོ་མཚམས་བཞག་བྱས་ནས་ནི། བྱེད་ཐུབ་བ་ཡིན་ན་ནི་དངོས་གནས་ཡག་པོ་ཡོད་རེད་བསམ་གི་འདུག། ཨ་ནི། འདི་མ་གཏོགས་ཨ་ནི་གཞན་པ་དམིགས་བསལ་གས་ཞུ་ཡས་མེད་ལ་ནི་ཞུ་ཡས་ཡིན་ལ་སོ་ཨ་ནི། མཐའ་དོན་ད་ག་རང་ཡིན་ད་ད་རིང་ང་དོན་ཚན་འདི་ཁང་གསུམ་བཞི་བཞི་འདུག་འདི་ཁ་སང་ནས་ང་རང་འདུག་བརྙན་ཐུང་དུས་རྒྱུན་དུ་ལྟ་དེ་དུས་ཙམ་པ་ལ་སེམས་པ་ལ་ཡང་ས་ཡང་ས་འཁོར་ཏེ་འདི་སྐོར་ལ་ཅིག་བཤད་ཤར་བ་ཡིན་ན་ཡང་ཅིག། ཕ་ཆུང་ངུ་མི། དོན་ང་རང་ཚོ་བརྙན་ཐུང་བཟོས་མཁན་དག་འདི་ཚོ་ཡིན་ན་ཏེ་ཅིག་འདི་ཐོག་ལ་ཡང་བསམ་བློ་བཏང་ཐུབ་པ་ཡིན་ན་ཨན་ཅིག་ང་རང་ཚོ་སྤྱི་ཚོགས་འདི་ཡག་པོ་བྱ་ཡས་ད་སྤྱི་ཚོགས་འདི་ལ་བརྡབ་གསིག་མ་འགྲོ་ཡས་ད་ཨ་ནི་ང་རང་ཚོ་ཅིག་བོད་པའི་ནང་ཁུལ་ལ་ཅིག་ཅིག་འཆམ་མཐུན་ཡོང་ཡས་ད་འདི་ནང་དུས་ལ་ཅིག་ཨ་ཕྲག་དོག་ད་ཁེངས་དྲེགས་ད་ཡང་འདི་འདུས་པ་ར་ལ་ཡང་ཨ་གོ་བ་ནོར་བ་དེ་འདྲ་མ་འགྲོ་ཡས་ད། རྒྱུ་མཚན་དེ་འདྲ་མང་པོ་གཅིག་ལ་ལྟ་བྱས་ནས་ནི་ངེད་ཀྱི་ད་ལན་བརྙན་ཐུང་འདི་བཟོས་ཡིན་ལ་ནི་ཞུས་ཡས་ཡིན། ལ་སོ་ཨན་ད་ག་རང་ཡིན་ཨན་མཐའ་དོན་རྒྱལ་བ་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་ཨན་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་འདི་ད་ག་རང་འཚམས་བྱས་ཡས་ཡིན་ཨན་བརྙན་ཐུང་རྗེས་མ་ལ་མཇལ་ཡོང་ཐུགས་ཆེ་གནང།